འདྲ་མི་འདྲ་མང་པོ་ཅིག་ཡོད་དུས་ཨ་ནི་དེ་ཚོ་ཆ་ཚང་བཟོ་ཐུབ་ཡོད་རེད་དེ་མ་ཟད་ཀྱི་ཨ་ད་ཆ་བུ་དང་ཨ་ནི་མཚོན་རྟགས་འདྲ་བོ་དང་བོ་དེ་འདྲི་ཡང་བྱེད་འགུལ་བྱེད་ཐུབ་ཡོད་རེད་ཨ་ནི་དེ་ཡིན་དུས་དང་པོ་ང་ཚོས་ཡ། དགོན་པ་དང་པོ་པོ་གཉིས་ཀྱི་གང་ཟག་དེ་ལ་དམིགས་ནས་སློབ་ཚན་ཞིག་བཟོ་བ་ཡིན་དུས་ཨ་ནེ་ཡིས་ང་ཚོས་ཨིན་དྲིའི་ཚན་དེ་ནང་འཇིག་བྱེད་སྟངས་ཀྱི་སྐོར་ནས་དང་པོ་དུས་སུ་ཕྱི་ནས་འཕྲོས་ཡིན། ཨ་ནེ་ཡིས་ནང་འཇིག་བྱེད་སྟངས་དེ་སོ་སོ་གྱི

དེ་ནང་འཇིག་བྱེད་རེད་མ་རེད། དེ་ནི་དྲི་བ་ཅིག་བཏང་གི་ཡོད་རེད་དྲི་བ་བཏང་བའི་ཚང་མ་ལ་ང་ཚོ་ནང་འཇིག་བྱེད་ཡིན་ལ་ནི་དེ་ལ་ཡ་ཧྲི་འོང་དེའི་ལ་གུ་གི་ཡོད་རེད། དེའི་ལ་ཡོད་ཚ་ཡོད་བྱེད་ལ་ཡ། ང་ཚོ་འདི་ཡ་ནང་འཇིག་བྱེད་གི་འཆར་དངོས་འདྲ་བོ་དེ་དེ་ནི་ཡ་འགྲོ་བཞག་གི་རེད་ཨ་ནི་དེ་ལ་ཡ། དེའི་ལ་དུ་བ་ཡ་སྤྲིན་བཟང་ཨན་ཀྲོག Indecency སི་ཉིས་སྟོང་བཅོ་བརྒྱད་བྱིན་པ་དེ་ཨ་ནི་བརྒྱ་ཆ་ཉི་ཤུ་རྩ་གཉིས།

དེ་འདྲའི་སྤྱི་ལ་དམིགས་ནས་གསོ་བ་ཡིན་ཙང་ནང་འཇིག་བྱེད་ཡ་གྱལ་དང་པོ་ནི་ཁོ་རང་གི་འཆར་དངོས་འདྲ་བོ་ཅིག་གྲུབ་ཚུལ་འཆར་དངོས་ཀྱི་གྲུབ་ཚུལ་ཅིག་ངོ་སྤྲོད་བྱེད་ནི་ལག་ཆ་དེ་ཚོ་དེས་དེ་ཚོ་ངོ་སྤྲོད་བྱེད་ནི། ང་ཚོ་དེ་བོད་ཡིག་གི་དེབ་ཅིག་གསོ་ཡ་གྱི་འཆར་གཞི་འདྲ་བོ་མ་བཟོ་ན་དེ་འདྲའི་ཅི་ཡོད་རེད་ནི་དེ་ལ་ཡ། ཨ་ནེའི་རྣམ་པ་ཚོ་ཚང་མ་གིས་ཨ་ནེ་འདོད་པ་ཚིམ་ཡ་ཅིག་ཡོང་བ་གི་རེ་བ་འདྲ་བོ་ཅིག་ཡོད་ལ་ཡང་སོ་སོའི་ངོས་ནས་ཡང་ཨ་ནེ་ལྷག་བསམ་རྣམ་དག་ཅིག་གི་ཐོག་ནས་ཕན་ཅིག་དོ་སྣང་དྲན་ནས་སློབ་ཚན་ཅིག་དེ་འདྲ་བྱེད་སྲོལ་གྱི་ཡོད་ཨ་ནེ་དེ་གི་རྣམ་པ་ཚང་མ་ལ་ཕན་ཐོག་ཡོང་ཡུལ་རེ་བ་ཡོད་ཆོས་ཡིན། ཨ་ནི་འདི་ནི་ང་ཚོའི་ཨིན་ཇི་ཟི་ནི་ཉིས་སྟོང་བཅོ་བརྒྱད་ཅན་པ་དེ་ནང་འཇིག་བྱེད་ཚར་བ་རེད་ཨ་ནི་ནང་འཇིག་བྱེད་ཚར་བའི་རྗེས་ལ་ཡ་ང་ཚོ་དེ་ནི་ཁ་ཡེ་ཧྲི་ལ་ཇི་ཏོ་དེའི་ནང་ལོག་འགྲོ་ཨ་ནི་དེའི་ནང་ལོག་ནས་འདི་ལ་ཡ་ཨ་ཨེ་ཏྲོ་པི་ཨིན་ཇི་ཟི་ནི་སི་སི་ཉིས་སྟོང་བཅོ་བརྒྱད་ཅན་པ་དེ་འདི་ལ་ལས་ཚར་དུ་བ་ཡ།